ཁོ་སྣ་ཚོགས་ཞེ་སྣང་དུ་དང་གནས་ཚུལ་ཞེ་སྣང་ཚ་བོ་ཞིག་ཏུ་ཡིན་ཁྱིམ་གྱི་དེ་རིང་གི་གནས་ཚུལ་འདི་ཡིན་པས་ན་ཁྱེད་རང་གི་གྲོགས་མོ་ཁྱེད་རང་གི་གཅུང་མོ་ཁྱེད་རང་གི་ནི་ཨ་མ་ལགས་ཁྱེད་རང་གི་ཨ་ཅག་ལགས་ཁྱེད་རང་གི་ཨ་ནེ་ལགས་ཁྱེད་རང་གི་སྲུ་མོ་ལགས་ནི་སུ་ཡིན་པས་ན་ཁོ་སྣ་ཚོགས་ལ་གསུང་རོགས་གནང་དེ་ནས་ཤིག་དམིགས་བསལ་གྱི་ཕྱི་རྒྱལ་ལུང་པ་ཡུལ་སྐྱོར་གྱི་ནི་གྲོགས་མོ་གྲོགས་པོ་གང་ཅག་ཕྱིན་པས་ན་ལས་ཁྱེད་ཚོས་རྒྱ་གར་ཀླད་ཀྱི་ནི་འདྲེ་བསམ་བློ་ཡུལ་སྐོར་སྤྲོ་འཆམ་གང་བྱུང་མི་འབྱུང་འདྲ་ཡི་གི་བསམ་བློ་འདྲ་ཡོད་པས་ན་དེ་རིང་གི་གནས་ཚུལ་གཟིགས་རྗེས་ནི་ཁྱེད་རང་ཚོས་མི་རིགས། བོད་རིགས་བོད་མི་ཆེད་ནི་ཨིན་ཇི་མི་མི་ནི་སུའི་མི་ནི་ཁོ་ནག་ཚོར་ཁང་བ་མ་གསུང་རོགས་ནའས་དེ་རིང་གི་གནས་ཚུལ་དེ་ཤི་ནག་ཚ་བོ་ཞིབ་ཞུ་དུང་ལའི་དེ་གསང་རྒྱུ་དུ་ལོག་ཚར་བའི་རྗེས་སུ་སེམས་ནང་ལ་ཚ་སོབ་སོབ་ར་ཅིག་རྔམ་དྲག་གི་ཉིན་ར་བྱས་སོང་བ་ཁ་ཆད་ལབ་པས་ན་ཨ་ནི་དེ་རིང་གི་གནས་ཚུལ་དེ་ག་འདྲེར་དོ་ཞུས་པས་ན་ད་ལྟ་ཡིན་པས་ན་ད་ང་ནག་ཚོས་ད་ཁིང་གིར་བ་ཨིན་ཇི་མི་དེ་ཚོ་ཡིན་པས་ན་བལ་དེ

ད་སྤྱི་ཚོགས་དྲ་ལམ་གང་ལེགས་ཀྱི་ངེས་ད་སྣ་མའི་སྣ་ཚོགས་ཡོང་རུང་མི་མང་པོ་བཞག་ཡོད་རུང་ཨ་དེ་རིང་གི་སྒྲུང་དེ་ནང་གི་མི་སྣ་གཙོ་བོ་དེ་གཉིས་གཉིས་ཁ་རེ་དོ་ལབ་ཡིན་ན་ཁོ་གཉིས་གཉིས་གཉིས་མིན་ན་ད་ལྟ Spain ལའི་ལུང་པ་ཞི་བ་ཡུ་རོབ་ནང་ཡོད་པའི་ལུང་པ་དེ་ནས་ཀླད་སྐྱོ་གི་བཟའ་ཚང་གཉིས་རེ་བཞག་ཟེར་བ་བཟའ་ཚང་དེ་ཡིན་པའི་ན་སྐྱེ་མེད་དེ་སྐྱེ་མེད་ལོ་རེ་བུ་མོ་བུད་མེད་དེ་ཡིན་པའི་ན་མོ་རང་ལོ་སུམ་ཅུ་ན་རེ་བཞག་ཁྱོ་ག་དེ་ལོ་དྲུག་ཅུ་ན་རེ་བཞག་ཟེར་བ་མོ་རང་ཡིན་པའི་ན་ནམ་རྒྱུན་མོ་རང་གི་ཕ་ཡུལ་ལ་ཡོད་དུས་རྩམ་པ་ཡིན་པའི་ན་བསྟན་མ་ཁྲམ་ཉན་རྒྱར་བཞག Actress ལོ་རེ་བ། ཉིན་ཞིག་ན་ཤེར་ནའི་ལྟད་མོ་འཁྲབ་ནས་འདྲེ་རེ་བཞག་དེ་གར་ཁོ་རང་ཉིད་གཉིས་ཀ་གསོ་ཤོག་མི་འཇགས Influencer ལོག་རོ་དྲ་གྲགས་པ་དམིགས་བསལ་གྱི Instagram དང YouTube ག་ལ་འདུག་བྱས་ནས་ཤུགས་བརྒྱབ་དེ་ཉེ་འབྲེལ་གྱི་མི་སྣ་གཉིས་རེ་བཞག་ད་ཁོ་གཉིས་གཉིས་ཡིན་པ་ཡིན་ན་རྒྱ་གར་སླེབས་འདུག་རྒྱ་གར་སླེབས་དུས་ཙམ་པའི་ས་ཆ་ག་བ་ཕྱིན་འདུག་ལབ་པ་ཡིན་ན་ད་ནི་ཇར་ཁཱན་ནས་ས་ཆ་བརྗོད་པ

ས་ཆ་གསར་བ་ཐོན་ཡས་མི་གསར་བ་ཐོན་ཡས་ཨེ་ནི་ས་ཆ་གསར་བའི་ཡུལ་ཡུལ་སྲོལ་གྱི་གོམས་གཤིས་ཐོན་ཡས་སུ་དེ་དང་གཉེན་འདུག་སུས་བྱས་ཨེ་ནི་སྤྱི་ཚོགས་དྲ་ལམ་ནང་ལུས་ཡས་སུ་དར་སོ་ཆེན་པོ་བཞག་ཡོད་པ་བྱས་ཙང་ཁོ་གཉིས་གཉིས་ཡིན་པའི་གནས་ལས་ཨེ་ནི་མི་གཞན་པ་ནང་བཞིན་ཨེ་ནི་སོ་སོའི་དགའ་མོས་ཅན་གྱི་ལས་ཀ་དེ་བྱས་དང་བྱེད་བཞིན་པ་རེད་བཞག་དེ་ནས་ཁོ་གཉིས་སྦག་སྦག་དང་བཅས་ནས་ཁ་བ་ལས་དུ་ལབ་ཡིན་ན་ད་ལྟ་ཇག་ཁང་ནས་དེ་ལས་བཞག་ཇག་ཁང་ལས་དེ་ལས་དུས་ཙམ་པ་ཡིན་པས་ད་ཉི་མ་གཉིས་ཀ་སྦག་སྦག་དང་གང་བྱུང་མི་བྱུང་དྲུག་འགོར་བ་སྦག་སྦག་དང་བཅས་ཨེ་ནི་སྒོར་བུ་རོགས་གཅིག་དེ་ག་བཅས།

དགའ་མོས་སྒྲ་མ་འདྲ་ཡོར་བ་མི་ལས་དེ་ཡིན་པས་ན་བྱས་ཙང་ཁོ་གཉིས་གཉིས་དུས་ཁུར་པི་བྱས་ཨེ་འདུག་ཟེར་ཉེས་བྱས། ད་ཁོ་གཉིས་གཉིས་ཐང་ཆད་བྱས་པས་དེ་གཉིས་ཁུ་བྲོ་ཆུད་དུས་བརྩམས་པས་ཡིན་པས་ན། སྟབས་མ་ལེགས་པ་བྱས་ལ་ཡིན་པས་ན་མི་འདུག་ལྕགས་བདུན་ལས་བྱས་ཆགས་པ་ཆགས་པ་བདུན་ལས་བྱས་ཡིན་པས་ན་ད་ལྟ Spanish གི་བུད་མེད་དེ་ལ་བཙན་གཡེམ་བཏང་བྱས། བཙན་གཡེམ་བཏང་མ་ཟད་ཨ་ནི་ད་ལྟ་བཙན་གཡེམ་བཏང་དུས་ཙམ་མས་མི་བདུན་གྱིས་བཙན་གཡེམ་བཏང་དུས་ཙམ་མས་ནི་སྤོ་ལགས་དེ་ལྟ་མོ་རང་དགའ་པོ་དེ་སྤོ་ལགས་འགྲོ་ཡང་སྤོ་ལགས་ཡིན་དུས་ཙམ་མས་ནི་ཕོ་གསར་ཆེན་པོ་ཡིན་ན་ཨོ་ཟེར་གཅིག་འཛིང་ངེར་བྱོས་ར་ཁྲུག་ཁྲུག་ཁྲུག་ཁྲུག་ཁྲུག་ལ་འཛིང་ག་ཅིག་རེད་བ། ཨ་ནི་སྤོ་ལགས་ཡིན་ན་ལོ་དྲུག་ཅུ་ཟེར་བ་ཀླད་སྐྱོགས་ཡིན་ན་ཏི་ཏི་ཟེར་ལོ་ཏོ་ཆེན་པོ་རེད་བ་ཡང་ང་ཚོ་ལོ་སུམ་ཅུ་ན་བཞི་བཅུ་ན་ཀླད་སྐྱོགས་བྱས་ནས་ལས་ཐོན་ཐོག་ཅིག་སོ་སོ་རྒན་མགོ་རིང་སེམས་དུ་བ་ཙམ་ཙམ། ཨ་ནི་ལོ་དྲུག་ཅུ་ན་ཀླད་སྐྱོགས་ཏ་མི་བདུན་ད་ག་བ་འཛིང་ཐུག་རེད་བ་ལྟད་མོ་ན་ནི་མ་རེད་ལྟད་མོ་ན་ཡིན་པས་ནི་མི་གཅིག་གི་སྒོར་མི་སྟོང་ཕྲག་མང་པོ་འདུག

དེ་བཏང་བར་ས་ས་བཙན་གཡེམ་བཏང་བར་ས་ཐོག་ལོ་དེ་ཚོ་མ་སྤེལ་རྗེས་ལག་པ་འཛུགས་རྒྱུའི་རྗེས་རྐང་པ་འཛུགས་རྒྱུའི་རྗེས་བཙན་གཡེམ་དང་ཨ་ནི་ཁྱོ་ག་དེ་སོ་སོའི་བཟའ་ཚང་དུ་ཞེ་མི་ཞིམ་པ་སྡུག་ཅག་འདྲེ་བཙན་གཡེམ་བཏང་མཐོང་རྒྱུ་ཙམ་པའི་སེམས་ནང་རྔམ་སྐྲག་དང་ཞེད་སྣང་དང་བློ་འཚབ་དང་འདྲེ་སྐྱིད་རིང་བ་ཡང་སྐྱིད་དུས་ཙམ་པའི་མི་རྣམས་བུ་དེ་རྫིང་བུ་རེད་ས་བུ་ལོག་རེད་པོ་ལགས་དེ་མོ་རང་ཁྱོ་ག་དེ་ཁོ་ཚོ་གཡེམ་དུ་རྫིང་བུ་ས་དེ་ཤིང་དེ་ཤིང་དེ་ཤིང་ལ་རྫིང་བུ་རེད་ས་རྫིང་དུས་ཙམ་པའི་ཡིན་པའི་ནང་ནས་ཁྲིད་མི་དེ་ཚོ་ད་ཆོས་པ་འདྲེར་བ་ཆོས་པ་དེ་ཚོ་ཡག་ཁྱེད་ཆེ་མར་བ་ཆེ་ཚང་ཨ་ནི་པོ་ལགས་དེ་ཤི་མིན་རོ་མིན

རྫས་ཡིན་དང་ཚང་མ་བྱས་ཤགས། འོང་དུ་ཆས། འདི་ནས་ད་མོ་རང་གི་གནས་ཚུལ་དེ་ཡིན་པས་ན Instagram ག་ན་ངུ་གི་ངུ་གི་ཤེའུ་དུར་བ་ཁྱོག་དེ་ད Spanish སྐད་ཞེས་ཡིན་ནའི་ལ་བ་ལ་མཆན་བཀོད་འདུག་བ་མཆན་བཀོད་མ་ཚད་བ་ལ་ད་ད་ཟ་ཁང་ཁག་ལ་གསལ་བསྒྲགས་བྱས་འདུག་པ་ཡང་གསལ་བསྒྲགས་བྱེད་བཞིན་པ་ཡིན་པས་ན་ད་ལྟ་མི་བདུན་བརྒྱད་མོ་རང་ལ་རེབ་བཏང་བ་རེད། རེབ་བཏང་རྒྱུ་དེ་བཙན་གཡེམ་བཏང་བ་ལས་འོས་པ་བུ་ཡིན་ན་བཙན་གཡེམ་བཏང་བ་ལས་དུ་བརྩམས་པ་ཡིན་པས་ན་ད་མོ་སང་ཉིན་དེ་ཡིན་པས་ན་ད་ལྟ་རྒྱ་གར་ནས་ད་ལྟ་འདི་བཏང་ས་བྱུང་མར་བས།

Special Investigation Team ལས་ཞུ་དོགས SIT ལས་ཞུ་དོགས་དབང་དེ་ཚོ་ཡིན་པའི་ནད་ལས་ནི Official ལས་རོགས་དང་ཉེན་རྟོག་པ་དེ་ཚོ་ཡིན་པའི་ན་གནས་ཚུལ་དེ་དངོས་གནས་རེད་ཤག་ལབ་ཤག་མོ་རང་གི་གཟུགས་པོ་ལ་ནི་དེ་ད་བཙན་གཡེམ་བྱེད་པ་ཡིན་ན་ནི་གཟུགས་པོ་ག་ནས་ད་ཧ་གོ་རུ་བ་ཡང་ཨམ་ཅི་ལགས་ཀྱི་བརྟག་དཔྱད་བྱས་བྱས་ནི་བཙན་གཡེམ་བྱས་ཤག་དངོས་གནས་རེད་ཤག་ལབ་ཤག་དེ་ནང་ཞིག་གིས་ནི་འདིར་ཤག་ག་ས་མོ་མོ་ཁྱོ་ག་ལ་ཡིན་པའི་ན་གཟུགས་པོ་ག་ལ་ད།

ཁོ་གཉིས་ནི་བཟའ་ཚང་རེད་ཤག་རེད་བ་ད་བཟའ་ཚང་སྤོ་རུ་ལ་ཁ་ཤས་འདུག་བ་ཡང་བུ་མོ་ལོ་ཆེན་ཆུའི་འདྲེ་སྤོ་ལ་མཚན་ཉིད་ནི་འདུག་བ་ཁ་ཤས་ཡིན་པ་ནི་ཡང་བུ་ལོ་ཆེན་ཆུའི་འདྲེ་མོ་ལ་མཚན་ཉིད་ནི་འདུག་བ་བྱས་ཙང་ཁོ་གཉིས་གཉིས་ཀྱི་བཟའ་ཚང་འདི་ལོ་ཁྱད་པར་ཆེན་པོ་ཡོད་རྒྱུ་གཅིག་རེད་ཤག་བྱས་ཙང་འདི་ནས་ཡིན་དུས་ཙམ་པས་ཡིན་པས་ན་ཨ་ནི། ད་ལྟ་ཁོ་གཉིས་གཉིས་ཡིན་པས་ན་ད་ལྟ་སྨན་སྒར་ཡོད་རེད་སྨན་སྒར་ན་ཡོད་འདུག་བསམ་པས་ཡིན་པས་ན་ཨ་ནི། བུད་མེད་དམིགས་བསལ་གྱི་ཁོ་བུད་མེད་དེ་ཡིན་པས་ན་ཨ་ནི་ད་ལྟ་དཔེ་གཟུགས་པོ་ལ་ཡིན་པས་ན་རེད་ཀླད་པའི་ཧ་ལ་ཡིན་པས་ན་ལས་ད། སྨན་བཅོས་ཤུགས་ཆེན་པོ་ཅིག་བྱེད་དགོས་ཐུག་བཞག་ད་མི་བདུན་ཅིག་གི་བཙན་གཡེམ་བཏང་ཅིག་ཞེ་ན་ཚ་བོ་གཉིས་ཀྱིས་ཁུ་བའི་གང་དེ་ཧོབ་ཏུ་ག་འདྲ་ཞེ་ན་ཚ་བོ་ཅིག་ཀླད་པ་ཡིན་ན་ཨ་ནི་མི་སུ་ཡིན་པས་ན་སེམས་ཁམས་ལས། གནོད་འཚེ་ཆེན་པོ་བྱུང་སྐོར་བ་མི་དེ་འདྲས་ཤི་ན་ཚ་བོ་འདྲས་ཅིག་ཁྲེལ་བསམ་བསམ་ཅིག་ཡོད་མ་རེད་པ་ཁོང་ཚོ་ཡིན་པས་ན་རྒྱ་གར་ལས་བྱེད་ནི་ཉན་ཐོས་ར་བཟོས་དངུལ་ར་བཟོས་སོ་སོའི་ཉམས་རྟོགས་སྐྱིད་པོ་ར་ཞིག་བཏང་ནི་གང་བྱུང་མི་བྱུང་འགྲོ་བསམ་ར་འདྲས་ཆགས་ཤིག་ཡོད་རེད་པ་མི་ཡིན་ནའི་ལས་སྟབས་མ་ལེགས་པ་ཅིག་ལ་ཁོ་གཉིས་གཉིས་ལ་སྡུག་ཅག་གར་བྱུང་འདུག་ལབ་ཡིན་ནི་དེ་འདྲས་ཉེས་རྟགས་བཏང་ཡང་དག་བཙན་གཡེམ་བཏང་ཡང་དག་རྒྱུ་ནོར་འཕྲོག་ཡ་དེ་འདྲས་མང་པོ་ཅིག་བྱུང་འདུག་བྱུང་དུས་བརྩམས་པ་ཡིན་པས་ན་ད་ལྟ་མན་ངག་ན་ལྷ་དེ་ཡོད་རེད་དུ་བྱས་ནས་གནས་ཚུལ་དེ་འབིན་ན་ཁྱེད་སེམས་ས་པ་སངས་བྱུང་རྒྱུ་རེད་ཤག་འོན་ཏེ་གནས་ཚུལ་དེ་བདེན་པ་རེད་ཤག་ཟེར་བ་གསར་ཁང་ཚང་མའི་ནང་མང་པོ་ཅིག་ནང་ལ་སྐད་གྲགས་ཆེ་བའི་གསར་ཁང་མང་པོ་ཞིག་ན Times of India ཡིན་པའི་རེད Times Now ཡིན་པའི་རེད NDTV ཡིན་པའི་རེད་དེ་ཚོའི་ནང་ལ་བཀོད་ཤག་ཨ་དེ་རིང་གི་གནས་ཚུལ་དེ་ཁྱེད་རྣམས་ཚོ་ལ་ཞུ་བའི་རྒྱུ་མཚན་ག་རེ་ཡིན་སླེབས་ན་ང་ཐེངས་གཅིག་ཉལ་ཁྲིའི་ག་ལ་མར་ར་ཞིག་ཉལ་ཅིག་ཁ་བ་ས་རེད། གསང་རྒྱུད་གཏད་དེ་ཡོད་པ་གསང་རྒྱུད་གཏད་དུས་སུ་མེ་ཏིག་ཐོང་ཟུར་བ་གསང་རྒྱུད་འོ་ད་ང་ནམ་རྒྱུན་ཁྱེད་རྣམས་ཚོའི་ཁྱིམ་དུ་ཡུར་བ་ཡར་མ་གཅིག་པུ་བྲོས་ག་བུར་ཤུར་བ་ད་སྦེང་ལོར་ན་བསྡད་དེ་དུས་ཨོ་ཟིན་གྱི་རོལ་ད་གྲོང་ཁྱེར་ན་དམིགས་བསལ་ང་འགྲོ་དུས་ཡར་མ་འགྲོ་དུས་ཙམ་པས་ཉི་མའི་དབུང་འགྲོ་དེ་འོར་བ་ཉི་མའི་དབུང་རུ་ཕྱིན་དེ་ནས་ཕྱིན་པའི་ནས་ལས་དེ་མཚོ་འགག་ཆེན་པོའི་ནང་རུ་ཕྱིན་ཚལ་ཉོ་ས་རུ་ཕྱིན།

ཨ་ནི་འདྲེ་སོ་སོ་ང་ར་ལས་ཅིག། མཚམས་ཚ་འདྲེ་ཆིང་ཉེར་དྲུག་དུ་བ་ཁ་ཆེ་ལ་བའི་ན་ད་ལེ་འུ་ན་ལེ་ག་ད་ཆེ་ཡ་མ་ན་ལེ་ཨ་ནི། བུ་སུ་དོག་པོ་ཤུ་ད་ལེ་འུ་ལེ་ག་ད་ཡིན་པའི་ན་ཨ་ནི་སེམས་ན་སེམས་ཁམས་ན་ཡིན་པའི་ན་མཚམས་ཚ་ཡང་མི་ཞིམ་པ་འདྲེ་ཡིན་དོ་ཧོ་རུ་ཤུ་ཐུང་དུ་ཚོམ་པའི་སོ་སོ་འདྲེ་ཆིང་ཉེར་དྲུག་དུ་རུ་བ་ཆེ་ཚ་ཨ་ནི། བྱས་ཙང་ང་རང་ཡིན་ནའི་ལས་ད་གྲོང་ཁྱེར་ནང་ལོ་གཅིག་འགོར་འགྲོ་ཡ་དགའ་པོར་གྱུར་པ་ང་དང་ང་འདྲ་བའི་ཁྲོ་མོ་མང་པོ་ཡོད་ཀྱི་རེད་པ་བཅུ་གོ་བཅུ་གོ་ར་འགྲོ་ཡ་རེད་དགའ་པོ་ཡོད་དེ་ན་ཞིག་ཨིན་འདྲེ་ད་ལྟ་ཨིན་ཇིའི་མི་ཏོ་བས་རེད་ཁྱི་སྐྲ་དེ་ཚོ་ཆིངས་པར་ཆགས་གདོང་དེ་ཚོ་ཉི་མའི་སྐྲ་ཅན་ནག་པོར་ཆགས་ནས་འདུག་ག་འཇུམ་འཇུ་འགྲོ་བསྟན་མ་བཟོད་འདྲེ་ཆིངས་ཡ་ཨིན་འདྲེ་ར་བྱེད་ཆོག་བསམ་པོ། སེམས་ངལ་འདི་ཡོད་ཀྱི་རེད་པ་ང་ནང་བཞིན་བྱས་ཙང། ང་ཚོ་ཡིན་མིན་ནས་ཟབ་གསོ་བྱས་ཏེ་གལ་ཆེན་པོ་ཞིག་རེད་ཟེར་བ་ཨ་ནི་ད་ལྟའི་གནས་ཚུལ་སྡུག་ཅག་འདི་ཁོ་གཉིས་གཉིས་ལ་བྱུང་མི་རེད་བ་སྟབས་མ་ལེགས་པ་ཅིག་ལ་ང་ཚོ་ལས་བྱུང་སྲིད་རེད་བ་བྱས་ཙང་ཁྱེད་ནང་ཚོ་ཡིན་པའི་གནས་ལས་སོ་སོའི་ད་ནི་དམིགས་བསལ་གྱིས་ད་ལྟ་ཕྱི་རྒྱལ་ནུབ་ཕྱོགས་རྒྱལ་ཁབ་ལ་ཡོད་པའི་ཨ་ནི་བོད་མི་ཚོ་གྲོང་མི་ཚོ་སོ་སོའི་ལས་རོགས་ཨིན་ཇི་མིན་ཇི་དག་ལ་ཨ་ནི་སོ་སོའི་ངོས་ནས་སྒྲུབ་མི་བྱེད་ན་ད་ད་ལྟ་གསང་རྒྱུ་ནང་འདྲེ་བྱུང་བཞག་ཟེར་བ་བོད་མི་གཉིས་བོད་མི་གཉིས་ནི་ཞིག་བཟའ་ཚང་གཉིས་ཨིན་དྲི་གཞུང་ཤ་གསེང་གྱི་ནང་ཚུད་གྲུམ་ཆེ་ན་ད་ཡག་པོར་བྱོས་རེད་བསམ་འདུག་གྲུམ་ཟིན་ནས་ལེ་ད་གནས་ཚུལ་དངོས་གནས་རེད་བ་ཡང་ད་ལྟ་འབྱུང་འགྱོ་རེད་བ་བོད་མའི་དེ་མིན་ན་ད་ལྟ་མན་ག་ན་ལྷག་བསྡད་ཡོད་ཟེར་འདུག་བ་བྱས་ཙང་ནི་བཙན་ཡིན་ད་འདྲི་བྱས་པ་ནི་ན་ཚ་འདྲ་མ་འདྲ་ལས་སོ་འདྲ་ད་འདྲ་ཞི་ན་ཚ་བོ་ཤར་བ་བསྡད་སྟོབས་ན་མི་བདུན་ཟེར་གི་ནི་བཙན་ཡིན་ད་མི་ཡིན་ནོ་ཁོར་ནི་ཧ་ཅང་གི་ཞི་ན་ཚ་བོ་ད་ཉན་ག་ཚ་བོ་ད་འདྲ་བ་སྤྱི་བཏང་གི་རྒྱ་གར་ལུང་པ་དེ་ད། སྤྱི་བདག་གིས་སྤྱིའི་ཆ་ནས་བཤད་ན་གཡག་འོ་རི་ཡོང་ནས་ང་ཚོ་བོད་རི་ཚང་མ་དེད་དེ་སྐྱབས་མགོན་མཇུག་ཐུ་ཆི་ཀ་དྲིན་གྱི་སྐྱིད་པོ་རེད་ཡིན་ནའི་ལས་ད་ཡང་བསམ་བློ་སྡུག་གི་ཆོ་གཏམ་ཡིན་ན་ཡང་མི་ཚང་མ་ཚང་གདོང་གཅིག་བཟུང་རྒྱུ་སྡུག་ཅག་འདི་ཆོས་དཔང་འདི་ཁ་ཤག་བྱེད་མཁན་ནི་ཡང་གནས་ཚུལ་འདི་ལྷག་བསྡུས་ཙམ་ཡིན་སེམས་ནང་ལ་དམིགས་བསལ་གྱི་ཞེད་སྣང་ཞིག་སླེབས་འདུག་བ་ཆ་ཚང་ནི་དེ་རིང་གི་གསར་འགྱུར་དེ་ནི་མཉམ་བརྗོད་ཞུས་པ་ཡིན་ན་ཡང་བོད་མི་མང་པོ་ཅིག་ཟབ་སོ་ན་ཡང་མཁས་པ་ཡོད་རེད་བསམ་སོང་ང་རང་ཡིན་པའི་གནས་ལས་ནི་གཅིག། ཕྱི་བུ་དུ་བ་མ་འགྲོ་བའི་སོ་དང་འདྲེ་ཟབ་སོ་ཆེ་བ་ཡིན་པ། བེང་ལོག་ཡིན་པའི་གནས་ལ་འདྲེ་མང་བོ་གོ་ཡ་འདུག་བ་ཡང་གཅིག་གཅིག་གཅིག་གཏུབ་བྱ་གཉིས་གཉིས་གཏུབ་བྱ་གཅིག་གཅིག་གཅིག་ལ་བཙན་གཡེམ་དང་ཤ་ཟ་འདྲེ་གོ་ཡ་འདུག་བ་ཡང་འོང་འདི་བྱས་ནས་ཨེ་ནས་ཁ་ན་མ་འདའ་ཁྱེད་རང་གྲོང་ཁྱེར་ན་བཞུགས་ཡོད་ནའི་རེད་གྲོང་གསེབ་བཞུགས་ཡོད་ནའི་རེད་ཨེ་ནས་ག་འདྲ་ཅིག་བཞུགས་ཡོད་ནའི་སོ་སོའི་སྔོན་ནས་ཟབ་ས་ན་ཡང་དེ་གལ་ཆེན་པོ་ཤར་ཤགས་ཨེ་དཔེ་ཆ་ཤར་བས་ན་ལོ་ཤས་སྔོན་ལ་རེད་ལོ་ཤས་སྔོན་ལ་ང་ཚོའི་ངོ་ཤེས་པ་སྐུ་ཞོགས་ལགས་བྱོས་ར་བ་སྐུ་ཞོགས་ལགས་འདི་ཨེ་ནས

ནམ་རྒྱུན་ཉི་མ་དེ་བ་དང་བྱ་ག་དེ་བ་མང་པོ་དེ་ཚ་སྐྱོ་རེད་ས་ཕིང་ཀྱ་དེ་ཡིན་པས་ན་ད་བྱ་ག་ན་ད་སོ་སོ་འདི་སང་པོ་འགྱུར་བ་འོ་ད་ང་ད་བྱ་ག་ད་མང་པོ་དེ་ཚ་ཡིན་འགྲོ་སྟངས་ད་ཤིན་གྱི་ཡོད་བསམ་ནས་ནི་སོ་སོ་གདེང་ཚོད་འགྲོ་ཆུ་སོར་བ་ཕོ་ས་ད་མོ་ས་ཁོ་གཉིས་ཡིན་ས་ཚང་ཞིག་རེད་ས་ཨེ་ནས་དུས་ཚོད་མ་གདེང་ཚོད་ཞུ་དུས་ཚོད་མ་ཡིན་པས་ན་ནི་སྦེང་ལོར་གནམ་བདག་ནས་མ་ཕབ་ཆེད་ད་ད་དགོངས་དག་མཚན་ལ་སྤྱི་ཇུས་ལངས་དགོས་ཡོད་བ་པ། ལི་པུ་ཏོ་ཀྲོའེ་ཁི་མོན་གོ། Mongol Ski Hub ལི་པུ་ཏོ་ཀྲོའེ་ཁི་སྦ་སུའི་བ་སྤྱི་ཇུས་རླངས་འཁོར་ནང་ལ་དགོན་བདག་ཆེན་པོ་རེའི་ས་ཁོ་གཉིས་ཕྱིན་རྗེས་ནི། ས་ཕོ་ཀའི་ཕྱི་རྒན་ནས་ལས་ནི་ནམ་རྒྱུན་ན་ལས་ནི། དགོན་བདག་མོ་ཏྲེ་ན་བ་སི་ན་ཕྱིན་བྱེད་དུས་རྩོམ་པའི་དཀའ་ལས་ཁག་རུ་བ་ཡང་ཁ་ལས་ཁག་དུས་རྩོམ་པའི་བེད་གཉིས་ཤོ་བཞག་ས་གཉིས་ཤོ་གཉིས་ཤོ་གཉིས་ཀྱི་བཞུ་ཤོ་ཡིན་ཟེར་བ་གཉིས་ཤོ་དུས་རྩོམ་པའི་ནི་ཧུབ་ལི་ལས་ས་བཞག་ཟེར་བ། ཧུབ་ལི་ལས་དུས་རྩོམ་པའི་ཡ་ཅི་ལྟ་དུས་རྩོམ་པའི་ལྟོ་བའི་སྐོར་དུ་ཡང་མི་འདུག་ས་ལྟོ་བའི་ནང་ཡིན་པའི་ནི་སོ་སོའི་ལྟོ། ལམ་འགྲོས་དང་དངུལ། འདི་ནས་སོ་སོའི་སྦ་སི། སོ་སོའི་ད་ཚང་མ་ཡོར་བ་མི་ལྟོ་བས་ན་ཁ་བ་ད་ཚང་མ་ཡོར་བ་ཚང་མ་སྐྱ་ཚ་ཤ་ཟ། བྱི་ཆུ་ལང་གོ་ན་ཡིན་པས་ན་སྦ་སི་ན། བྱས་ཙང་ནི་ད་ལ་ནི་ལ་སུ་ཡོ་མ་རེད་ནི་སྦ་སི་བྲོས་པ་ལུག་ར་མོ་ཅ་ད་ངས་དེ་ཚོ་ལ་ནི་ལ་ནི་ལ་ཡོ་མ་རེད་དེ་ཚོ་སྐྱས་ནི་སྐྱས་གོ་ཆུ་མར་བ་དང་ཚོ། ཨ་ནི་ཁྱེད་བྱས་མི་འདུག་ས་ད་དུག་བྱས་ནས་ནི་ག་འདྲེར་བྱས་ན་བྱས་ལ་ནི་ཐབས་ཤིག་དང་བྱས་ཕ། ཧུབ་ལི་ནས་དགོན་པ་པོ་ཏོ་ཕྱིན་དེའི་རྗེས་ནས་སྒྲུབ་གཉིས་ཧ་གོ་མ་སོང་བར་བ་ག་ན་མོ་འདུག་བསྟོད་པའི་སྐོར་བསླབས་རེད་འདི་སྒྲུབ་མང་པོ་བཞག་གོ་ཡ་འདུག་བ་ཅི་ཅི་བསྟོད་པའི་བསླབས་རེད་ཅི་ཅི་ཅི་གི་ཅི་ཚང་མ་སྐུ་མ་ཤོ་ཤ་ཟེར་འདྲ་མང་པོ་བཞག་འདུག་བ་བྱས་ཙང་ཨ་ན་ང་ཚོ་ཡིན་པས་ན་གཟབ་གཟབ་བྱས་ཏེ་གལ་ཆེན་པོ་བཞག་བཞག་ནས་དམིགས་བསལ་གྱི་ཕྱི་རྒྱལ་ནས་ཕེབས་སྐྱོར་འདི་ཡིན་པས་ན

ཉི་མ་དེ་ངས་ད་བར་ལ་ཁོང་ཚོས་ས་ཁང་ལས་ཀ་བྱས་ཆུ་ཚོད་བརྒྱད་ཕྱེད་ཀ་ཚོད་རེ་བྱ་རུ་བ་བརྒྱད་ཕྱེད་ཀ་ཚོད་རེ་བྱ་ནས་ཡང་ཏི་སི་ལས་ཀ་བྱས་དགུ་ཕྱེད་ཀ་ཚོད་བྱ་སོ་རུ་བ་ད་བར་ལ་ནི་དགོན་བདག་དེ་ཡིན་ལ་སོ་ཨ་ཕི་ཡིས་ལ་ས་ཁང་སྒོ་རྒྱ་བརྒྱབ་པ་དང་ཁོང་ཚོས་ཆུ་ཚོད་བཅུ་གཉིས་སུ་སྒོ་རྒྱག་འོར་བ་ཨ་ནི་ཐང་ཆད་སོ་རུ་བ་ནི་ས་ཉིན་དེ་ལས་ཀ་འགྲོ་འོར་བ་ཕྱི་ཟ་ང་སྐུ་ཆེ་བ་ན་ཆེ་ངར་ཅིག་བོ་ཆུ་ཁོམ་པོ་ཀྱང་ལས་སྨར་ནག་པོ་དོ་ཞེ་ན་ཚ་ལ་རུ་བ་ཁོ་ན་ཚོ་ད་ནི་བསམ་སྟངས་རུ་བ་གནས་ཚུལ་ལོས་སྡུག་ཅག་ཆུང་མ་སྲིབ་ཆེ་མ་རུ་བ་ཆེ་ཚང་ནི་ང་རང་ཡིན་པས་ནི་ཡིག་ཟབ་ཆེན་པ་དགོངས་ད་མཚན་ལ་ཆུ་ཟུ་གྱེས་པའི་རྗེས་ལ་གྱེས་བ་ཏི་ཕ་ཟི་ཤ་ཤོ་ཨེ་ལས་བདུན་པའི་རྗེས་ལ་ཡ་མ་གཅིག་པོ་ཞིག་བྲོས་མེད་ཨེ་ཁྱེད་ན་ཚོ་ཡིན་པས་ནི་ཡིག་ཟབ་ན་རོ་ན་ཨེ་ནི་དམིགས་བསལ་གྱིས་ད་ནི་བཟའ་ཚང་གཉིས་འདྲེ་དོ་གཅིག་པུ་འདྲེ། ཆ་མེད་རྒྱུས་མེད་ལུང་པོ་ལུང་ཁུག་འདྲེ་ནག་གྲོལ་བའི་འདྲེ་ཟབ་ས་ན་རོ་ན། ཨ་ནི་ང་ཚོ་ད་སྤྱི་ཚོགས་ནང་ལ་ཡུ་ཏུ་པར་དག་འདྲེ་མང་པོ་ཡོད་རེད་པ་བྱས་ཙང་ཨ་ནི་སོ་སོ་གཅིག་པོ་ཕྱིན་ཅི་ཉན་དུ་སོ་ཡ་དག་ཨ་ནི་དེ་ནང་ཞིག་ཡུ་ཏུ་པར་མེན་པ་ཡིན་ནའི་ལས་རོགས་པ་འདྲེ་མང་པོ་དག་སུ་ཅི་ཧོ་མོ་ཅི་དང་བཅས་ཕར་ཕར་ཕྱིན་ཚུར་ཚུར་ཕྱིན་འདྲེ་སྣ་བརྙན་མང་པོ་བཞག་དག་བྱས་ཙང་ཁོ་ཚོ་དེ་ནང་ཚོ་ཡིན་པ་ནས་ཟབ་ས་ན་རོ་ན་ཟེར་བ་ཡག་ཤོས་བྱུང་ན། ཨ་ནི་དེ་འདྲའི་ཁ་ཤས་རོགས་པ་ཁ་ཤས་མོ་རྒྱུ་དང་བཅས་ཕྱིན་མཐའ་རིང་པོ་ཕྱིན་ཨ་ནི་གུར་ར་ཞིག་རྒྱལ་བ་དགོན་བདག་ཚན་ལ་མི་མེད་ས་ས་ཅན་ཉལ་ཏེ་འོར་ཟིག་འདུག་ཡང་ཨ་འདྲའི་གོ་ཡ་དོ་ཨང་ཚོ་བོད་རིགས་ནང་ལོགས་ནས་གཉིས་དང་ཚོ་ཟབ་སོ་ན་རོ་ན་བོད་ཕྱི་ནང་གཉིས་ལ་ཡོད་པའི་ཨ་ནི་སྤུན་ཟླ་ཚང་མོ་ལོ་ནི་བདེ་པོ་ཡོང་པའི་བདེ་པོ་ལོག་རེད་ཨ་ནི་བར་ཆད་མ་ཡོང་པ་ཤོག་ཨ་ནི་ཚང་མོ་ལོ་ནི།